ཡཱ། ཇུ་ལེ། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལན་བརྒྱད་ཚང་མ་ལ་སྔ་དྲོ་བདེ་ལེགས་དང་ཇུ་ལེ་བཞུགས་ཏེ་དེ་ནས་དེ་རིང་ང་དང་སློབ་ཚན་པོ་སྒོ་གཟུགས་ཤུན། ལར་ཆར་སྟོན་པ་སངས་རྒྱས་ཀུན་གྱི་ངོ་སྐལ་ཁྲི་བཞི་སྟོང་གཏམ་ཆོས་འབྱུང་བའི་ན་བཟའ། འཕགས་ཚོགས་ཀུན་གྱི་དབུ་ཟླ་ལྷ་ལྔའི་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨ་ནས་སོང་པ་སང་ན་ད་དེ་རིང་གི་སློབ་ཚན་པོ་དེ་ནས་ཡང་ཨ་ནས་འདང་ན་ཙོག་ལ་ངས་དོན་ཚན་གཉིས་སུ་ཤོད་དེ་བཞིན་ཨ་ནས་འདི་ཡང་དོན་ཚན་དང་པོ་ཨ་ནས་ག་ང་དང་མི་མི་ཚེ་ན་ཨ་ནས་ང་དང་མི་ན་མཉམ་པོ་འགྲུལ་དགོ་ཟེར་པ་སང་ན་མི་ག་ཟུག་ཞིག་ན་མཉམ་པོ་འགྲུལ་དགོ་ས་ནོག་མི་ག་ཟུག་ཞིག་ན་མཉམ་པོ་འགྲུལ་དགོ་ས་མེད་ནོག་ཨོ་དོ་ང་དང་རང་ནང་རང་ཨ་རྟགས་ཆ་ཅོས་ཏེ་ག་མི་ཡོན་ཏན་ཅན་ག་མི་ཤིས་ཀ་ལྗང་པོ་ག་མི་རང་བཞིན་བཟང་པོ་མཉམ་སུ་ཞིག་འདུག། དགའ་མི་མ་རབས་ཐ་ཤལ་མི་སྤྱོད་ངན་ཅན་སུ་ཞིག་འདུག། ཨོ་ད་རང། ཨོ་དེ་ནས་དགའ་མི་ཡོན་ཏན་ཅན་དང། ཨོ་དེ་ནས་བདེན་པ་བཞི་ཞིང་འདུལ་བ། ཨོ་ཤི་སྐ་བཞང་བཟང་པོ་ཤི་རྒྱུ་འཇམ་པོ་རེ་མི་ནས་ངན་པོ། རང་རྟགས་སྤྱད་བཅུ་སྟེ་རྡུལ་བལྟ་སྟེ་བསམ་སྟེ། ཨེ་ནས་ཨོ་དེ་མི་ངོ་ནས་ངན་པོ་སྦྲུལ་ན། ཨེ་ནས་དེ་ག་ན། ང་དང་ཅི་ཆ་ནོ་ཟེར་ན་མི་ཚེ་འོ་ད་ཕུན་སུམ་ཚོགས་པ་ཞིག་དང་མི་ཚེ་འོ་བདེ་ཞིང་སྐྱིད་པ་ཞིག་ཡོང་བ་ནོ་ད་ང་དང་ཚེ་འདི་ཡ་བསམ་བློ་བཏང་ན་ཡང། ད་ཚེ་རབས་ཕྱི་མ་རྣམས་སུ་བསམ་བློ་བཏང་ན་འོ་དེ་ག་ན་ང་དང་ང་དགོས་ཤེས་སྲིད་འོ་ད་སྐྱེ་བ་ཕྱི་མའི་རྒྱག་ཟེར་ནང་མི་འདུག་འོ་ཆོས་རྣམ་པར་དག་པའོ་ང་དང་འགྲུབ་ཉན་ན་ནོག་ད། གསུངས་པ་བསམ་ན། ཨོ་ད་ང་ཐང་མིས་མི་ཚད་ནའང། ཨོ་མིས་གཞན་འཇིག་ག་ལྟ་སྟེ་ང་ཐང་སྦྲུལ་གོ་ཤ་སྤོ་ཁོ་མིས་རང་བཞིན་ནི་ནོ་ཧ་ལས་མི་ཤི་ཁོ་ཆོས་བཞིན་དེ་ནོ། མིས་སྤེ་ཨ་ལངས་སྟེ་སྤེ་ན་ང་ཐང་ད་སྤེ་སྤེ་ཨ་ལངས་སྟེ་བཟན་པོ་ཅིག་སྤེ་ན་ང་ཐང་ནང་པ་སངས་རྒྱས་སྤང་བ་ནི་ནོ། ཨོ་རང་གི་བླ་མ་དགེ་བའི་བཤེས་གཉེན་ཨོ་དེ་ནི་སྤྲིན་ཅན། ཨོ་དགེ་རྒན་མིས་བཟང་པོ་ཡ་རབས་བཟང་སྤྱོད་ངོ་ནས་བཀྲུངས་ན་ང་ཐང་བསླབ་བྱ་བཞུགས་གོ་ཤ་སྤོ་ཅི་ཡིན་སྐྱག་ཟེར་ན་ཁོང་ཨོ་ད་བསླབ་བྱ་བཟང་པོ་ཤེས་དེ་ནང་ང་དང་ཉམས་སུ་ལེན་ཏེ་ང་དང། ཨོ་ད་ཁོང་སོགས་སི་གི་ལམ་གྱིས་ག་ན་འགྲུལ་མི་ཡལ་ན་བསམ་ཏེ་རེ་བ་བརྒྱབ་སྟེ། དེ་ཕུགས་སུ་མིག་ཡུལ་བོ་ཅི་ནོག་ཟེར་ན་ང་དང། ཨོ་ད་དེ་ནི་འགྲོ་བ་སེམས་ཅན་ཐམས་ཅད་ལ། ཕན་ཐོགས་ཀྱང་ནི་མི་འཇིག་གཅོད་བྱེད་སི་འདོད་པ། ཨོ་འགྲོ་བ་སེམས་ཅན་ཐམས་ཅད་ལ་བདེན་པའི་ཕན་ཐོགས་པོ་ཡང་ཁ་ཡོད་ལག་ཡོད་པད་སྙིང་རུས་པའི་སྟེང་ན་ཕན་ཐོགས་ཅན་གྱིས་ཅི་འཇིག་གཅོད་དགོས་སིན་བསམ་ན། ཨ་ནི་སངས་རྒྱས་ནང་བཞིན་ཅིག་ཕ་རྡོག་ཅན་སྤྱོད་ངན་ཅེས་སྨད་པ་བསགས་ན་ཨེ་ནི་ང་དང་འགྲོ་ལ་ཕ་འདིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་ང་དང་མིག་ཡུལ་ལ་ཁུར་དགོས་ཞེས་བང་སྟེར་ན་ཡིན་གྱི། འོ་ད་སངས་རྒྱས་ལ། ང་དང་སྐུའི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན། འོ་དེ་སྣ་ཚོགས་ལ་དེ་ནི་སྤངས་པའི་ཡོན་ཏན་རྟོགས་པའི་ཡོན་ཏན་བརྩེ་བའི་ཡོན་ཏན་ནུས་པའི་ཡོན་ཏན། འོ་ད་ཨི་གཟུགས་ཡོན་ཏན་མང་པོ་ཡོད་པ་བསགས་ན་ཨེ་ནི་སངས་རྒྱས་སིས་ང་དང་བདག་ས་མི་རེ་རེ་ཡ་ཕན་ཐོགས་སྤྱོད་ངན་ཚེ་ག་སང་གེ་སེས་དེ་ག་ན་མི་སྟོང་གཅིག་ག་ཕན་ཐོགས་སྤྱོད་ངན་ཡ་ཀྱང། དེ་ན་ཡང་ཨེ་ནི་སང་གེ་སང་པོ་ཅིག་ཆོས་ཀྱི་ན་ཟུག་ཐམས་ཅད། ཨོ་དེ་ནི་ང་དང་ལག་མཐིལ་གྱི་སྐྱུ་རུ་ར་བཞིན་དུ་ཅི་མ་ཅི་བཞིན་མངོན་སུམ་དུ་གསལ་པོར་རྟོགས་སྟེར་པ་སང་ན་ཨེ་ནི་འགྲོ་བ་སེམས་ཅན་ཚང་མས་ཁམས་དང་བསམ་པ་དང་མོས་པ་དང་ཡུལ་དང་དུས་དང་གནས་སྐབས་དང་བསྟུན་ཏེ། དེ་ནི་འགྲོ་བ་སེམས་ཅན་གྱི་དོན་སྤྱོད་བ་དོན་མཛའ་དང་གཉེན་གྱིས། འགྲོ་བ་སེམས་ཅན་ལ་ཆོས་སྟོན་བ་མཛད་ཀྱིས། ཨོ་གཟུགས་ཀྱི་ཆགས་ལ་མཛད་གཉེན་མེད་པ་སངས་ན་ང་དང། ཨོ་ད། སངས་རྒྱས་གསེར་རྗེས་སུ་སློབ་སྟེ་རྒྱལ་སྲས་བྱང་ཆུབ་སེམས་དཔའ་དངོས་ནི་རྗེས་སུ་སློབ་སྟེ། སྐྱེས་བུ་ཚ་ལྡན་འཇིག་ཚེ་འདི་ཀ་ཡིན་ན་ཡང་རང་སྐྱིད། གཞན་ལ་འདི་སྐྱིད་བཏང་ཐུབ་ཀ་འཇིག། ཚེ་རབས་ཕྱི་མ་རྣམས་སུ་ཡང། ཨོ་དེ་ནི་གཱས་སྐྱེ་བ་ན་སྐྱེ་བ་ལུས་རྟེན་བཟང་པོ་ཐོབ་སྟེ་ཆོས་དང་མ་བྲལ་བའི་སྒོ་ནས། འོ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ལྟོ་སྤྱོད་ངན་བྱ་ཞིག་ཡོང་ང་ལ་འོ་ད་ང་དང་ཚེ་འདི་ཀ་བདག་ས་རང་འདི་རིང་ན་བཟུང་སྟེ་ང་དང་དཔེ་ལྟ་སའི་མི་འུན་གེ་དེ་ནང་མི་རང་བཞིན་བཟང་པོ་ཤི་སྐ་འཇམ་པོ་སློབ་སྦྱོང་ཅན་ནི་ཤི་ཞིག་འདུལ་བ་ཞིག་ག་ལྟ་གོ་ཟེར་ནོ་མ་རྟོག་མི་མ་རབ་ཐ་ཤལ་ཞིག་ག་ལྟ་ཟེར་སྦྲུལ་ན་ཨེ་ནི་ང་དང་རེ་བ་བསམ་བློ་ཆེན་མོ་ཞིག་བཏང་ཨེ་ནི་ང་དང་ལག་ལེན་པོ་གེ་དེ་ནང་ཨོ་གཟུགས་ཤིག་གི་ནང་དྲུད་ན་ང་དང་རྩ་བ་སྙིང་ལ་ཡོང་བ་མེད་ཀྱང་ད་དུ་རྩ་བ་སྙིང་ལ་འདི་ནས་ང་དང་བསམ་བློ་ནང་སྤྱོད་སྟངས་པོ་ནོར་བསྟན་ཀྱང། མདོར་བསྡུ་ན་སྤྱོད་སྟངས་ནང་བསམ་བློ་མ་མཐུན་ན་དོན་དག་སྒྲུབ་ཉན་ན་མ་ནོར་བ་ལས། གསུངས་པ་བསམ་ན་ད་ཨོ་འདི་གཟུགས་ཡོང་བ་ལ་ཨོ་འདི་ནས་ག་གེ་དེ་ན་ཨོ་ང་དང་མི་སུ་དང་སུ་ཞིག་ཡིན་ན་ཡང་ཨོ་རང། མི་ཚེ་ཕུན་སུམ་ཚོགས་པ་ཞིག་ཡོང་བ་ལ་ཨོ་སྐྱེ་བོ་དམ་པ་ཞིག་ལ་བསྟེན་ཏེ་སྐྱེ་བོ་དམ་པ་ཞིག་གི་རྗེས་སུ་སློབས་ཏེ་ཨེ་ནི་ཨོ་དེ། བླ་མེད་ག་ན་སྦྲུལ་དགོས་བསྟན་ནོ། དེ་སྣ་ཚོགས་ལ་སྐྱེ་བོ་མངས་པའམ། ཨོ་དེ་ནས་སྐྱེ་བོ་ལྟ་ལྔ་དང་རང་བཞིན་གཤིས་དཀའ་ངན་པའམ། མ་རབས་ཐ་ཤལ་སྔོན་ལ་ཨོ་རྗེས་སུ་མ་འཇུག་ག་ཁོང་གི་ལྷ་མོ་མ་བཅོ་བ། ཨོ་ཁོང་གི་སྤྱོད་ལུགས་སྤྱོད་དང་པོ་ང་དང་ཟླས་ག་ན་སྤེལ་མ་ལྟ་དོན་བསྡུ་ན། ཨོའི། ཁ་མིག་ཡལ་ལྟ་ཅོག་བཟས་ནོ་ཁ་མིག་མ་ལྟ་མ་ཅོག་བཟས་ནོ། ད་ཁ་མིག་ཡལ་ལྟ་བཟང་པོ་ཅིག་ཡལ་རབས་བཟང་སྤྱོད་དང་ལྡན་པ་ཞིག་ག་ལྟག་བཟས་ནོ་མར་དོ་མ་རབས་ཐ་ཤལ་ཅིག་ག་ལྟག་བཟས་མ་ནོ། གསུངས་པ་ས་ན་དེ་ཚང་མའི་སྒོ་མེད་ཀ་ང་དང་ཨེས། ག་ང་དང་རང་ཨེས། ཁ་མིག་ཡལ་ལྟ་ཅོག་བཟས་ཁ་མིག་ཡལ་ལྟ་ཅོད་བཟས་མི། བཟང་པོའམ། རྒྱ་ལའོ་ཀ་གཟུགས་ཤིག་འདུག་སུ་འདུག། ལྟ་སྟེ། ཁོས་སྤྱོད་དང་པོ་ང་དང་ལྟ་སྟེ། ཨོ་ད་དེར་ན་སོ་ལ་ང་དང་ཁོའི་རྗེས་སུ་སློབ་མི་དགོས་ས། ཁོས་ལྷ་མོ་སྤྱོད་མི་དགོས་སའི་མིས་མ་རབས་ཐ་ཤལ་སུ་འདུག་ཨོ་དེ་གཉིས་ཀ་ང་དང་རང་ནང་རང་གིས་བརྟག་དཔྱད་བཅོས་སྟེ་ཧ་གོ་བཅུགས་ཏེ་ལྟ་སྟེ་ཨེ་ནི་ད་དེའི་བཅའ་བ་དང་སྤྱོད་པ་ང་དང་ཨིས་ཡ་རབས་བཟང་སྤྱོད་དམ་པའམ་སྐྱེས་བུ་དམ་པའམ་ཨོ་ད་མི་བདེན་པའི་རང་བཞིན་ཤིས་ཀ་བཟང་པོ་ངོ་ནས་མིས་སྤེལ་ལྟ་ལ་ཁོང་ནི་ཨོ་དེ་ནས་ཁོང་གིས་ཕྱག་ལ་བཀའ་ཟུགས་ཤིག་མཛད་འདུག།

འོ་ད་ང་རྟོགས་པའི་ཀ་ང་དང་ཁྱོད་ཞིག་བཅོས་ན་མང་པོ་ཚར་སྐྱེས། འོ་ང་རྟོགས་པའི་ཀ་ཁྱོད་ཞིག་བཅོས་ན་ཡང་ང་དང་སེམས་པ་དྲུང་རེ་ལས་སྡུག་སྐྱེས། འོ་དེ་ནས་དེ་འདྲའི་དག་ང་དང་བཅོས་ན་བཅོས་ཡིན་བསམ་བསམ་བཙོག་ཞིག་ཡོང་སྐྱེས། ད་ཁོ་ལ་བཅོས་གང་བྱས་ཀ་ང་རྟོགས་པའི་ཀ་ལ་བཅོས་གང་བཅོས་ཚར་སྐྱེས་ནང་བཞིན་ཉི་མ་ཚ་ར་མེད་རོ་བ་ལས། འོ་གསུངས་པ་ས་ན་ཐ་ན་གཟུངས་ཏེ་འོ་ད་ང་དང་སྐྱེས་བུ་དམ་པ་ཞིག་གམ་འོ་ཡང་དག་པའམ་འོ་འདི་ནི་ང་དང་ལྡན་པའི་མི་ཡ་རབས་བཟང་སྤྱོད་དང་ལྡན་པ་ཞིག་ག་དཔེ་ལྟ་ན་ང་དང་ལག་ཤེས་སྡུག་ཤེས་དངུལ་ལོག་ཤེས་རྣམས་དེ་ཚང་མ་མགོ་མེད་ག་ནས་ཤེས་ས་ན་བ་ལས། གསུངས་པ་ས་ན་འོ་མི་གང་སྐྱེ་བོ་དམ་པ་དང་མན་པའི་ཁྱད་པར་ལེགས་ཤེས་ན་ཟེར་ན་འོ་མི་གང་ཞིག་རང་ཉིད་འོ་ད་བཟང་པོའམ་ཕུན་སུམ་ཚོགས་པའི་གནས་སུ་ཆ་ཉིད་ཡོད་ན་ཨོ་རང་ཉིད་རྒྱ་ལེབ་ཅན་བསམ་ན་དགོས་མེད་ཀ་ཁྱེད་རང་ཨེས་ཨོ་དེ་ནས་མི་ཁ་མིའི་སྐྱིས་བུ་གཏམ་པའམ་ཡ་རབས་བཟང་སྤྱོད་ལྡན་པ་སུ་འདུག་མ་རབས་ཐ་ཤལ་སུ་འདུག་ལྟ་སྟེ་ཨེ་ནས་ཁོང་གཉིས་ཀྱི་སྤྱོད་པའི་ཁྱད་པར་བོ་ང་དང་ཤེས་བཞུགས་ཏེ་ཨེ་ནས་ག་ཡ་རབས་བཟང་སྤྱོད་ལྡན་པའི་མིའི་སྤྱོད་པ་སྤྱོད་པའི་རྗེས་སུ་ང་དང་སློབ་ཅེས། མ་རབས་ཐ་ཤལ་ངོ་ནས་མིའི་སྤྱོད་པའི་རྗེས་སུ་ང་དང་མི་སློབ་ཅེས། ཨོ་དཔེར་ན་ང་དང་མི་མང་པོ་ཞིག་ཨེས་ཨོ་ད་ཆང་མཚོན་མེད་འཐུང་ཅེས། ཨོ་རྫ་རྔ་འདྲ་མི་འདྲ་ཙོག་པོ་བཟའ་བྱས། ཡུལ་ལི་ན་ང་ཆེ་ཆུང་ཚང་མ་རྫིང་མོ་བཏང་བྱས། ཨེ་ནས་རང་ཡང་ཐུབ་ཀ་ཉན་ཀ་སྔོན་ལ་སྒོབ་སྐོར་བཏང་བྱས། ཨོ་དེ་ནས་ཧམ་པ་བྱས་བྱས། ཨེ་ནས་གཞན་ལ་ཡོད་རྒྱུ་ཕྲ་མ་བཅོལ་བྱས་སྔོན་གལ་ཏེ་ན་ཁོ་མི་ཡ་རབ་བཟང་སྤྱོད་ལྡན་པའི་སྤྱོད་སྟངས་ལ་ཞིག་ཡིན་མིན་ཀྱང། ད་དེ་སྔོན་བཅོས་བཅོས་བཅོས་ཏེ་ནང་དེ་ག་ན་སྟེང་འཇུག་པའི་ཀ་ང་ད་རྒྱ་ལེགས་ཕུན་སུམ་ཚོགས་པའི་ཡོང་ན་ད་ཅི་ཡང་འགྲོགས་པ་ཡོང་བྱས་མེད་ཀྱང་ཨ་ལེ།

འོ་ད་དེ་སྟོན་ད་ཨ། འོ་དེ་ནས་ཚེ་འདི་དང་ཚེ་རབས་ཕྱི་མ་གཉིས་ཀ་ལ་འོ་དེ་ནས་གནོད་བྱ་སྲིད་ལ་ཤི་བ་གཅོད། ཁོ་རང་ཁུར་ཏེ་ཁྱེར་ངེས་མི་ཡན་བྱེད་སྲིད་དངོས་པོ་ཞིག་ཡིན་པ་བསམ་ན་ཨེ་ནི་ད་དེ་སྟོན་ད་ཨ་ང་དང་སྡིག་པའི་ལ་མ་ས་ཨ་མོལ་དེ་ནོ་སྟོན་ད་ཨ་གསུང་བྱེད་པོ་འོ་ནོ། གསུངས་པ་བསམ་ན་དེ། དེ་ཕྱིར་བཅའ་བ་སྒྲུབ་ཤེས་པ་ཕུན་སུམ་ཚོགས་པའི་གཞི་རྟེན་ནི། བཞེངས་ཆེན་ནི། ཨོ་ད་མི་ཡ་རབས་བཟང་སྤྱོད་ལྡན་པའི་མི། པས་བལྟས་ཏེ་ཁོའི་རྗེས་སུ་སློབས་ཏེ་ཁོའི་སྤྱོད་དང་པོ་ང་དང་སྤྱོད་ཤེས་ན། ཨོ་དེ་མི་ཨོ་ཚེ་འདི་དང་ཚང་མ་ལ་ཕུན་སུམ་ཚོགས་པ་ཡོང་བྱས་ཟེར་སྣ་ཟིན། ཚེ་འདི་དང་ཕྱི་མ་ཚང་མ་ལ་ཨོ་བདེ་ཞིང་སྐྱིད་པ་ཡོང་བྱས་ཟེར་སྣ་ཟིན་མོ་བསྟན་རོགས་ད། གསུངས་པ་སང་ན། ཨོ་ད་ནམ་སང་ང་དང་ཏུ་དང་རྣམ་པ་ཀུན་ཏུ། ཨོ་ད་རང། ཨོ་དེ་ནས་བདེན་པའི་ཚེ་འདི་ལ། བདེ་བ་ཕུན་སུམ་ཚོགས་པ་ལྡན་པ་ཅིག་མ་ཟད། ཚེ་རབས་ཕྱི་མ་རྣམས་སུ་ཡང་སྐྱེ་བ་ན་སྐྱེ་བ་ལྟར་བརྟེན། ཨོ་ལུས་རྟེན་བཟང་པོ་ཐོབ་རྒྱུ་དེ། ཨེ་ནས་མཐར་ཐུག། འོ་སངས་རྒྱས་དང་བྱང་ཆུབ་སེམས་དཔའི་གོ་འཕང་ཐོབ་པ་ལ། འོ་སྒོ་བདག་ས་ན་བཙུག་གོ་ཟེར་ནོ། འོ་བདག་ས་ཁྱོད་རང་ཡིས་སྤེལ་བལྟ་སའམ་ཁྱོད་རང་གིས་བཅའ་བ་རྣམས་སྤྱོད་པ་གོ་དེ་ན་མི་ཡ་རབས་བཟང་སྤྱོད་ཀུན་ལ་སྤེལ་བལྟ་སྟེ་ཁོང་གི་བླ་མའི་བཀའ་ན་སྦྲུལ་མ་གཏོགས། མི་མ་རབས་ཐ་ཤལ་ཀུན་གྱིས་སྤེལ་བལྟ་སྟེ་ཁོང་གི་བཀའ་ན་བླ་མ་སྦྲུལ་ན། ཁྱོད་རང་བསམ་བློ་ནང་བཞིན་ཅིག་ཁྱེད་རང་ཚེ་འདི་ཕྱི་ཚང་མ་ལ་སྐྱིད་པོ་ཞིག་ཡོང་བ་མངའ་ནོ། ཚེ་འདི་ཕྱི་ཚང་མ་ལ་ཕུན་སུམ་ཚོགས་པ་ཞིག་ཡོང་བ་མངའ་ནོ། གསུངས་ཟིན་ནོ། གསུངས་པ་ཟ་ན་ཚེ་འདི་ཕྱི་ཚང་མ་ལ་ཕུན་སུམ་ཚོགས་པ་ཞིག་དང། འོ་རང་གཞན་ཚང་མ་ལ་བདེ་ཞིང་སྐྱིད་པ་ཞིག་ཡོང་དགོས་བཤད་སྲིད་ལ་མི་དགའ་ན་རང་མཁྱེན་བསམ་ན། ཁྱེད་རང་དམིགས་བསལ་ལྟ་སའི་མི་འུན་རྒྱ་ལ་ཞིག་བཟང་པོ་ཞིག། བཞེས་ཤིང་འདུལ་བ་ཞིག། ཨོ། དེ་ནས་དེང་པས། ཨོ། མི་སྐྱེས་བུ་དམ་པ་ཟེར་ན་སྐྱེས་བུ་ཚལ་དང་འཇིག་གི་རྗེས་སུ་སློབ་གོ་ཟེར་ན་མ་གཏོགས། མ་རབས་ཐ་ཤལ་གྱི་རྗེས་སུ་སློབ་ན། རྗེས་སུ་འཇུག་ན་ཁྱོད་རང་ཕུང་བའི་རྒྱུན་ནོ་གསུངས་ཟེར་བ་དག། གསུངས་པ་ཟེར་ན། ཨོ་ད་ང་དང། ང་དང་རང། ཨོ་ད་བླ་མ་དགེ་བའི་བཤེས་གཉེན་ང་དང་དམིགས་སྤེལ་ལྟ་ས་དམའ་མང་པོ་ཡོད་དེ་རང། ཨོ་དེ་བླ་མ་དགེ་བའི་བཤེས་གཉོན་ངེད་ནས་དམིགས་སྤེལ་ཨ་ལྟ་སྟེ་ཨེ་ནས་ཁོང་ངེས་ང་དང་ཁ་བརྡ་ལམ་སྟོན་ལྷ་བརྒྱ་ཅི་ཞིག་བསལ་འདུག་ཨོ་ད་དེ་བླ་མའི་ག་ན་ང་དང་རྗེས་སུ་འཇུག་སྟེ་གཟན་པོ་ཅིག་དེ་བླ་མའི་ག་ན་ང་དང་འདྲུལ་སྐྱེས་སི། ད་དོན་དག་ཨ་ང་དང་དེ་ནས་སངས་རྒྱས་བཅོམ་ལྡན་འདས་སྐད་དེ་ན་ད་ང་དང་ཚང་མས་ནང་པ། འཛམ་གླིང་ནང་པ་ཡོངས་ཀྱིས་དམིགས་སྤེལ་ལྟ་ས་སོང་པ་ས་ན་ཁོང་ངེས་ང་དང་ཨ་ལྷ་བརྒྱ་བཟང་པོ་ཅི་ཞིག་བསལ་དེ་འདུག་ད་ལྟའི་སྟེང་ན་སངས་རྒྱས་སེར་བྱེས་སུ་ལོས་དཔེར་ན་བདག་འདི་རེད་ང་དང་ཚང་མ་དམིགས་སྤེལ་བཟང་པོ་ལྟ་ས་སྐྱབས་མགོན་རྒྱལ་བ་ཨེ་ཤི་ནོར་བུ་རྟ་འཛིན་རྒྱལ་མཚོ་མཆོག་ཨོ་ད་ང་དང་དགུང་ལོ་དགུ་བཅུ་ཕེབས་ཡིན་གཅིག་གི་ནོ་ཧ་ལེ་ཡིན་ན་ཡང་ད་རུང་ཨང་ཨོ་དེ་ནས་དེང་པ་ད་འཛམ་བུ་གླིང་གི་མི་ཙམ་ཞིག་ག་ཕན་ཐོགས་སུ་འདུག་ཨོ་ད་ཁོང་གི་ཀི་ཏཱབ་བྲི་ཡ་ཛ་དེ་ཆགས་པས་ཁོ་རང་བོར་བརྒྱ་ཐལ་གཉིས་བརྒྱ་ཐལ་ཡོད་ཀྱག་ད། འོ་ད་ཁོང་གིས་ཞལ་རས་ཞལ་སྡོང་པོ་ཁོ་རང་སྦྱར་བ་ཙམ་གྱིས་མི་ཚང་མ་ལ་ཙམ་ཞིག་རྡེག་ཅིང་སྐྱིད་པ་ཡོང་འདུག་དེ་ཚང་མ་ཅི་བ་ཨོ་སྟེ། ཁོང་ཆོས་སྤུ་སྟག་ཅིག་མཛའ་དེད་པ་བཟང་ན། ཁོང་གི་ཐུགས་བསྐྱུད་ལ་ཨོ་པད་སྙིང་རྗེ་ཆོས་སེམས་ཅན་སུ་དང་སུ་ཞིག་ལ་རང་གཞན་ཉེ་རིང་མེད་པ་སྙིང་རྗེ་ཆོས་མ་མ་ཡིན་པ་ཞིག་རང་རྒྱུད་ལ་ཡོད་པ་བཟང་ན་ཨོ་དེར་རྒྱུ་རྐྱེན་བཞག་སྟེ་ཨེ་ནི། ནང་པ་ཨིན་འགྲོ་སྨན་འགྲོ་ཆོས་པ་ཆོས་ཁ་ལེན་མཁན་ཨིན་འགྲོ་སྨན་འགྲོ་ཨོ་ད་མི་ག་ཟུག་ཞིག་ཨིན་ན་ཡང་ཚང་མས། ཨོ་ད་རྒྱལ་བ་རིན་པོ་ཆེ་ལ་ཙམ་ཞིག་གུས་པ་དང་འདུད་པ་དང་ཨེ་ནས་ཁོང་ན་སྙན་པོ་བརྒྱལ་ཏེ་ཁོང་ན་སྙན་པོ་བཞལ་ལྟ་བསལ་ཏེ་ཁོང་ན་སྙན་པོ་ཨེ་ནས་ང་དང་སྐུ་པར་སྒྲོན་བཅས་ལ་ཨོ་ད་ཙམ་ཞིག་ང་དང་མི་ཚང་མས་ཨ་གཟུགས་མཛའ་འདུག་དེ་ཚང་མ་ཅི་བ་ཡོང་སྟེ་ནོ་ག་ན་ཡོང་སྟེ་ནོ་ཅེས་ཁོང་ང་པེ་ནས་མང་པོ་ཡོད་དེ་ནོ་ག་ཁོང་མ་མི་པད་མ་ན་མ་ན་ང་དང་བཅས་ཞོག་ད་རྔམ་ཞན་ནང་གཅིག་ཡིན་ནོ་ག་ཡ་ཁོང་ང་ཀོ་ས་མཐོན་པོ་ཞིག་ཡིན་ནོ་ག་དེ་ཚང་མས་ག་ན་མེད་ནོ་ག་ལས། ཁོངས་ཨོ་ཆོས་རྣམ་པར་དག་པ་ཞིག་བསྒྲུབས་ཏེ། ཐུགས་རྒྱུད་བཟང་པོ་ཞིག་དཔེ་བྱང་ཆུབ་ཀྱི་སེམས་ཞིག་རང་རྒྱུད་ལ་བསྣམས་ཏེ་ཡོད་པ་བསམ་ན། ཨོ་འདི་བྱང་ཆུབ་སེམས་དཔའི་ཐུགས་རྗེའི་བཀའ་དྲིན་ལ། ཨོ་ད་འདི་ཙམ་ཞིག་འོད་སྣང་དང་འདི་ཙམ་ཞིག་གཟི་བརྗིད་དང་འདི་ཙམ་ཞིག་མི་ཚང་མའི་བརྩི་བཀུར་ཞུ་ས་གྱུར་ཏེ་ནོ།

ཨོ་ད་རང་ཕུན་སུམ་ཚོགས་པའི་ཞིང་ཆེན་གྱི་ཡི་ག་ན་མཆན་བསམ་ན་ཨོ་ད་ཁོང་ཚོགས་སུ་སྐྱེས་བུ་དམ་པ་ངོ་ནས་མིག་སྤེལ་ལྟ་གོ་ཟེར་བ་ད་ང་དང་ཚང་མ་ངེད་ཞང་གཅིག་པོ་གཞུ་སྟེ་མིན་ང་དང་ཚང་མ། ཨོ་ད་ནམ་སང་རང་ཡར་མདོ་ན་ཡོད་ཀ་ནས་དེ་མི་ཅང་མ་ཤེས་ག་ན་རྨོངས་སྤ་ཧ་མ་གོ་ག་ནས་ཨོ་ད་དེ་ནས་མ་རབ་ད་ཤལ་ངོ་ནས་སྤེལ་ལྟ་ཟེ་དེ་ནས་ཁོང་གི་རྫིང་མོ་དང་འདུག་པ་ང་སང་རྫིང་མོ་དང་ཡོད་པ

ཨེ་ནི་བླ་མ་དགེ་བའི་བཤེས་གཉེན་རྩ་ན་ཁ་དག་ལམ་སྟོན་མ་ཉན་ནི་མི་མངོན་ལ་ཨོ་ད་བསམ་བློ་ཨོ་གཟུགས་ཤིག་ཆུང་ཆུང་ཅིག་མིན་ནི་མེད་ཀྱག་དང་ལྡན་པའི་འཇིག་རྟེན་པའི་བསམ་བློ་རང་མ་རྟོགས་ན་ནི་ཅང་ཆོས་སྲིད་དྲི་མ་ཙམ་ཡང་མགོ་སྟེ་མེད་ཀྱག་དང། ད་ང་དང་ཆོས་ཤེས་ཏེ་ཆོས་མང་ཉུང་རེ་ཉན་ཏེ་བླ་མ་དགེ་བའི་བཤེས་གཉེན་འདི་སྟེ་ནན་པོ་ཅིག་ལྟ། འཇིག་རྟེན་གྱི་ལ་སྤོ་དང་རྩ་བིག།

པོ་ཆོས་སྲིད་ཉམས་ལེན་མཛད་ན་ཉི་མ་རེ་རེ་ནང་རེ་རེ་སྤྱི་ཚོགས་སྲིད་ནང་མི་རྣམས་ངན་པོ་སྦྲུལ་རྩ་ནའོ་བཞའ་རྟ་མོ་སྟངས་པོ་བདེ་མོ་འཇམ་པོ། ཨོ་དེ་ནས་ལུས་ཀྱི་རྣམ་འགྱུར་ལྟ་མདངས་པོ་བདེ་མོ་འཇམ་པོ། ཨོ། དེ་རིང་ག་སེམས་ན་བསམ་བློ་འཁུར་ཕྱོགས་སྤང་བཟང་པོ། ཨུ་གཟུགས་ཤིག་ཡོད་དགོས་བསྟན་ནོ་མ་གཏོགས་དེ་ཚང་མ་མ་ན་མེད་པ། ཨེ་ནས་ད་ཨ་འུ་ནེ་ཚོས་མ་ནས་དོ་ན་ནང་བཞིན་གཉིད་མ་ཚེ་རེ་མ་ནས་དོག་ན་དེ་ཙམ་དེ་ཙམ་ཞིག་ཕན་ཐོགས་མེད་ཀྱག་ད་ནི། ཨོ་གསུངས་པ་བསམ་ན་ཨོ་ང་དང་ཚང་མ་ཨོ་ཏུས་དང་རྣམ་པ་ཀུན་ཏུ་ཨོ་ད་ཚེ་འདི་ཕྱི་ཚང་མ་ཨོ་དེ་ནས་ཕུན་སུམ་ཚོགས་པའི་ཞིང་ཆེན་ནི་ག་ན་སླེབས་ཞིང་ཆེན་ནི་ག་སླེབས་དགོས་ཟེར་ན་ཨོ་དེ་ནི་དེམ་པའི་བླ་མ་དགེ་བའི་བཤེས་གཉེན་དང་སྔར་གྱི་སྐྱེས་བུ་དམ་པ་རྣམས་ཀྱིས་རྗེས་སུ་སློབས་ཏེ་ཁོང་གི་ཁ་བརྡ་ལམ་སྟོན་དམིགས་དཔེ་བཟང་པོ་ནི་ང་དང་སྤྲུལ་ཨེ་ནི་ཚེ་འདི་ལ་ཡིན་ནའང་རང་གི་ཡུལ་ཨོ་ཁྱིམ་མཚེས་སྡེ་ངོ་ཞིག་ན་མི་དེམ་པའི་མི་ཡ་རབས་བཟང་སྤྱོད་ལྡན་པ་ཞིག་ཡོད་ན་ཁོང་གི་སྤེལ་ལྟ་སེ་ང་དང་སང་ཨོ་བྱ་བ་དང་སྤྱོད་པ་ཚང་མ་ཡ་རབས་བཟང་སྤྱོད་དང་ལྡན་པ་སྟེན། ཨེ་ནས་རང་ཡབ་མདུན་ལ་མི་མ་རབས་ཐ་ཤལ། ཨོ་ཅང་མི་འདོད་ཅེས་སེ་མི་རེ་ཡོད་ན་ཨོ་དེ་ངོ་ནས་རྗེས་སུ་མ་སློབ། ཁོང་དབྱིངས་དབང་ལྔ་དང་རྫིང་མོ་དང་ནང་བཅུ་བཅའ་དེ་བཞུགས་སྟོང། ད་ཁོ་རང་རང་བཞིན་དུ་དེ་གཟུགས་ཤིང་རི་མེད་སྐྱག་སྙིང་རྗེ་ད་ཁོ་རང་ཟེར་བཅུག་ཨེ་ནས་ཁོ་རང་ཁོ་རང་ཨ་གཟུགས་ཆགས་འགྲོ་མ་གཏོགས་ང་ངའི་ཨང་བ་ཨོ་ཨ་གཟུགས་ཅོག་ང་ཤོག་ང་དང་རྩ་གཅིག་ཡ་ཟེར་ན་རྩ་བའི་ཆོས་བཤད་ཀ་ནས་མི་གསུངས་པ་ཟེར་ན་ཨོ་དེ་བསམ་བློ་བཏང་དགོས་ཟེར་རོགས། ང་དང་ལྷ་ང་རྩ་ཡིག་སློབ་སྦྱོང་ཡོད་ན་ཨེ་ནི་སློབ་སྦྱོང་མེད་ཀ་ནས་མི་ངོ་ན་ས་ང་དེའི་སྤྱོད་པའོ་སྐྱེ་དེ་ན་རྩ་བའི་རྒྱ་ལ་རིག་གོ་ཟེར་ནོ་མ་གཏོགས་སློབ་སྦྱོང་ཡོད་ཟེར་དེ་ན་སྤྱོད་པའོ་སློབ་སྦྱོང་མེད་ཀ་ན་ཙོག་ཟེར་སྤྱོད་པའི་སྐྱོན་འདུག་ན་ཨེ་ནི་གོ་སློབ་སྦྱོང་ཡོད་ཀ་ན་མེད་ཀ་ནས་ཁྱད་དོ་ང་དང་ཤེས་མ་ཤེས་མ་ཡ་ན་ནོ་ག་ལེ་ཕན་མ་ཐུབ་པ་ནོ་ག་ལེ། ཨོ་སྟོན་ནོ། ད་འདི་བསླབ་བྱ་སྡེ་ཚན་དང་པའི་ནང་ངེས་སྤེལ་དཀའ། ཨོ་ད་གལ་ཏེ། ཨ་ལས། ཡ་རབས་མི་རབས་ནམ་རྒྱུན་ན་ང་དང་ཁྱོད་ལ་དོ་སྣང་ཡ་རབས་བཟང་སྤྱོད་དང་དམ་པའི་དམིགས་ཡུལ་ལ་ཨ་ཅང་ཅང། གལ་ཏེ་ང་དང་མི་བླ་མ་དགེ་བའི་བཤེས་གཉེན་གྱི་རྒྱ་ལེགས་བསྟེན་ངེས་ན། མ་མི་ཐབས་ཤག་རེ་ཡིན་ན་ཡང། གཏིང་འཇུག་པའི་བཀའ་ཁོ་ཨོ་མི་སྤུ་སྟག་ཅིག་དང་ཆོས་པ་ཞིག་དང་ཚལ་དན་ཅིག་དང་ཡང་དག་པ་ཞིག་འགྱུར་ངེས་ན་ནོ་སོ་སྟོན་ནོ། ད། གསུངས་པ་ཟ་ན་ཨོ་དེ་དོན་དག་ང་དང། ཨོ་དེ་ནི་སྐྱེས་བུ་མཱན་པའམ་སྐྱེས་བུ་ཐ་ཤལ་ངོ་ནས་སྤེལ་བ་མ་ལྟ། ཨོ་བློ་གྲོས་རྣམ་དཔྱོད་དང་ལྡན་པའི་ཨོ་མི་ཡི་རྗེས་སུ་སློབ་སྟེ། ཨོ་ད་རང་བདེན་པ་བློ་གྲོས་རྣམ་དཔྱོད་དང་ལྡན་པ་ཞིག་ཡིན་ན། སྐྱེས་བུ་དམ་པ་ངོ་ལ་བསྟེན། སྐྱེས་བུ་མཱན་པ་ངོ་ལ་མ་བསྟེན། ཨོ་དོན་དག་བླ་མ་དགེ་བའི་བཤེས་གཉེན་གྱི་རྗེས་སུ་སློབས། ཨོ་མི་ཡ་རབས་བཟང་སྤྱོད་དང་ལྡན་པ་ཞི་ཞིང་དུལ་བ་ངོ་ནས་རྗེས་སུ་སློབས་ཏེ་ཁོང་གི་སྤེལ་ལེན་དེ་ཁོང་ངོར་རྗེས་སུ་སློབས་དང་ཨེ་ནི་ཁྱོད་རང། བཞག་ཤིག་ན་བཞག་ཤིག་དགོས་མེད་ཀ་ཅང་མ་ཤེས་ཀ་འཇིག་ཁྱོད་ཀྱི་ན་ལུགས་ཅང་ཧ་མ་གོ་ག་ནས་མི་ཞིག་ཡིན་ན་ཡང་ཁྱོད་ཀྱི་ན་ལུགས་ཐམས་ཅད་ཤེས་ཀ་འཇིག་མི་བཟང་པོ་ཞིག་མི་ཚེ་འདི་ན་ང་བླང་དོར་གྱི་ན་བཟླ་ཨོ་སྤང་བླང་ཚུལ་བཞིན་དུ་སྤྱོད་ཤེས་ཀ་ནས་མི་ཞིག་ཏུ་བརྒྱ་ཆ་བརྒྱ་ཐམ་པ་ཁྱེད་རང་འགྱུར་ཉན་ན་ནོ་གསུངས་ཟེར་ནོག་ད། འདི་འདི་གཟུགས་གོ་སྐབས་བཟང་པོ་ཡོད་ནི་འཇིག་ད་ང་དང་མང་པོ་ཞིག་གཟིགས་སམ། ཤོར་བ་ད་འདི་གཟུགས་བླ་མེད་ག་ན་འགྲུལ་འདུག་བ། ང་བཟི་ཡིན་ང་ལགས་མང་པོ་ང་གཅིག་ཡིན་བཟང་ཅིས་བཟི། དོན་དག་མེད་ག་ནས་ཅང་བཟི་སྟོང་པ་ཧི་ལིང་ཅན་བཏང་ཡིན་འདུག་ན། ཆུ་ཧྲོག་ནང་ཙོག་ཟིན་བ་ལས་ཆུ་ཙམ་ཞིག་ཧྲོག་གི་འདུག་ན་ཡང་མར་བིང་ཅེས་མེད་ཀྱ་ག་ལས། ཨོ་ཧྲོག་ན་ང་དང་ཅི་ཧྲོག་གོ་ཟེར་ན་འོག་ཟེར་ན་ཨོ་མ་ཧྲོག་གོ་ཟེར་ན་ག་ལས། ཨོ་དགའ་ཨོ་མ་སྐོལ་ཏེ་བཞོས་བསྙལ་ཏེ་ཨེ་ནས་ད་ཧྲོ་ཨང་ད་དེ་ན་མ་རུ་དེ་འབའ་སྤུ་སྟག་བི་ང་ནོག་ད་ཨོ་ད་ང་ད་མང་པོ་ཞིག་ཧི་ལིང་སྐོ་ལིང་སྟངས་ཏེ་ད་ནི་ཨོ་ད་ང་ད་ནང་ཁང་པ་ས་ཞིང་རུ་ཐོག་ཁ་ཨི་ན་སུའི་ང་ད་ཐུན་རྒན་ཚང་མ་གོས་ཏེ་ནོག་ད་དེ་ཚང་མ་སྐྱིང་པོ་མེ་ཏོང་སོ་ཐོ་ར་སི་བཞུ་བ་ཞིའི་རྩ་བའི་དགུལ་ན། དེ་སྔ་དང་ཡང་དག་ས་ཚུགས་པ་ཙམ་ཞིག་བསགས་ཏེ་ཙམ་ཞིག་སྦ་དེ་ཙམ་ཞིག་དེ་ཚང་མ་ནི། ཨོ། ཡང་འབྱུང་བ་ཁོ་རང་ན་ཐིམས་ཏེ་བྱ་བྱ་ཞིག་ཡིན་ནོ་མ་གཏོགས་ཟློས་ཟླ་རུའང་ལྡོག་ལྡོག་ག་ལུས་ཤ་ཞིག་ཅང་མིན་ཀྱང། དེའང་ལུས་ཤེས་པ་ང་དང་ན་གཉེན་པོ་དུས་ཚོད་ཉི་འུ་འཇིག་ན། ང་དང་ལོ་ལྔ་བཅུ་འདུག་ག་འཇིག་མིན་ན། ཁོ་དེ་བྱ་གླག་དངོས་པོ་ང་དང་ཨ་བདུན་ལ་ལོ་ལྔ་བཅུ་ང་དང་ན་གཉེན་པོ་འདུག་ག་འདོགས་དེ་ག་ན་ང་དང་ན་འདྲ་ལགོ་ཟེར་རོགས།

ཙམ་ཞིག་སྒོ་ལོགས་སོང། དེ་སྒོ་ལོགས་ཁོ་ར་ཁོ་ར་ཁང་པ་དག་ཅང་མེད་ཀན་སོང་ས་ཐལ་པའི་ནང་འདྲེས། མི་ཙམ་ཞིག་བསད། ཏུ་རོ་ཙམ་ཞིག་བསད། ཨོ་ད་དེའི་འོས་བསམ་བློ་དང་པོ་ཆེ་ཨེ་ནི་བདེན་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་འཁོར་བའི་ཕུན་ཚོགས་སྙིང་པོ་མི་ཡོང་ང་མེད་སྐྱག་སོང། བདེན་པའི་སངས་རྒྱས་བཅོམ་ལྡན་འདས། ད་ང་དང་བསམ་བློ་ས་ལངས་སངས་རྒྱས་བཅོམ་ལྡན་འདས་སི་ཨེ་ནི་ང་དང་སྟྭའི་ཕོ་བྲང་ན་ཅིས་མེད་ཀྱག་ད་གཞོན་ནུ་དོན་གྲུབ་བའི་ཕོ་བྲང་ན་ཅིས་མེད་ཀྱག། ཀུན་ཨེ་ནི་ག་གེ་དེ་ནང་རབ་ཏུ་མ་བྱུང་བ་བཞུགས་པའི་ན་ཨེ་ནི་འཁོར་ལོ་རྒྱུ་བའི་རྒྱལ་པོ་གྱུར་ཅིག་སི་ཨེ་ནི་ང་དང་ལུང་སྟྭ་ནོས་དེ་རོ་འཁོར་ལོ་རྒྱུ་བའི་རྒྱལ་པོ་ཟེར་ན་འཛམ་བུ་གླིང་ཡོངས་རྫོགས་ལ་དབང་བ་མ་ཟད

ཨོ་ད་དེ་སྣ་ཚོགས་ལ་ང་དང། ཨོ་ཚེ་ཚེ་རབས་ཕྱི་མ་རྣམས་སུ་བདེ་ཞིང་སྐྱིད་པའི་ཡོངས་ཆད་ལ། ཚེ་འདི། ཨོ་བྱ་ལག་དངོས་པོ་བདེ་སྙན་ཀྲུང་པོ་ཨོ་དེ་ཚང་མ་ལ་ཕྱག་ཞེན་པོ་སྤང་གོ་ཚེ་ཀྱང། ཨོ་ད་དེ་ཚང་མ་ཕྱག་སྟེ་ཞེན་ཏེ་དེ་ན་བླ་མའི་བཀའ་ན་སྦྲུལ་ན་ཨེ་ནི་བདག་ས་ཚུགས་པ་ང་དང་སྦྲུལ་སྐྱག་ང་དང་ག་རུ་སླེབས་ཏེ་འདུག་ཀྱང་ག་རུའང་སླེབས་ཏེ་མི་འགྲོ་བ་ལས། སྒོ་མ་ལྔ་དང་སངས་རྒྱས་བཅོམ་ལྡན་འདས་དང་མཉེས་པོ་ལྔ་དང་ཕ་མིང་བུ་ཧྲེང་བཅོས་ཏེ་ཕ་མ་སྤུན་ཟླ་བཅོས་ཏེ་མང་པོ་ཡོད་ཀྱང་ང་དང་སྟུར་གྱི་ནི་ཡོད་དོ་ཁྱོད་ནི་བརྩོན་འགྲུས་དབང་གིས་རྫོགས་སངས་རྒྱས། ང་ནི་ལས་ལས་དབང་གིས་འཁོར་བར་འཁྱམས། ད་ནི་ང་ཡིས་ཁྱོད་ལ་ཕྱག་འཚལ་ལོ་གསུང་བྱས་སྤོ་བོ་དེ་ནོ་ད། ཨོ་ད་ང་དང་ད་རུང་དེ་ན་དེ་ཤིས་ཀ་ངན་པ་དང་བསམ་བློ་ངན་པ་དང་མ་རུང་བ་རྐྱང་འཁོར་རེ་འདུག་ཏུ་བ་ལེ། ཨོ་ད་དེ་སྔོན་རང་གཞན་ཚང་མ་སྣོད་ཅི་ཞིག་མ་གཏོགས་ཕན་ཆད་ཞིག་ཡོད་རྒྱུ་མིན་ཀྱང་གསུངས་པ་བསམ་ན་བློ་གྲོས་ལྡན་པས་ལེགས་རྐྱང་ན་སྐྱེ་བོ་མིན་པའང་མཆོག་ཏུ་གྱུར་ཨོ་ད་བདེན་པ་དགེ་བའི་བཤེས་གཉེན་བརྒྱ་ལ་བཞི་ཡིས་ཨེ་ནས་ང་དང་ལམ་སྟོན་མཛད་ན་ཨོ་མི་སྤྱང་མི་ཤེས་ཀྱང་མི་ཐབས་ཤག་རེའང་འོ་མི་དྲག་པོ་གྱུར་འདུག་ཆོས་སྤ་གྱུར་འདུག་ཆོས་སྤ་རྣམ་དག་ཏུ་གྱུར་འདུག་ཆོས་བཤད་སྐལ་མཚར་རྙིད་པ་ཞིག་ཏུ་གྱུར་འདུག་གསུངས་པ་སོགས་ན་ལོ་གྲོལ་དམ་པའི་བླ་མ་ཞིག་དགེ་བའི་བཤེས་གཉེན་ཞིག་བསྟེན་ཏེ་ཁོང་བར་རྗེས་སུ་སློབ་ན་ང་དང་འོ་མང་སྟེགས་མེད་ན་ཡང་འོ་དག་དགེ་བའི་བཤེས་གཉེན་གྱི་བཀའ་དྲིན་ལ་ཆོས་བཤད་སྐལ་ནི་མི་ཞིག་ཏུ་གྱུར་འདུག་འོ་ཆོས་ཀྱི་ཉམས་ལེན་སྤྱོད་སྐལ་ནི་མི་ཞིག་ཏུ་གྱུར་འདུག་གསུངས་ཟིན་ནོ། སློབ་བཤད་བདག་གིས

གི་ཁོང་གིས་ང་དང་སླར་སྟེ་ང་དང་ཨོ་ཆོས་ཤེས་གང་སྤུས་རྟགས་གཅིག་མི་སློབ་སྦྱོང་སྤུས་རྟགས་ཡོད་ག་ནས་མི་གཅིག་ཏུ་ང་དང་རྒྱུར་ཉན་གྱིས་འདུག་གསུངས་ཟེར་གསུངས་པ་ཟ་ན་བླ་མ་དགེ་བའི་བཤེས་གཉེན་བསྟེན་ཏེ་ཨོ་དེ་དཀྲུགས་ན་ཆོས་ཟབ་མོའམ་ཆོས་ཀྱི་གདམས་པ་ཟབ་མོ་གླེང་དགོས་བསྟན་ནོ་གསུངས་བསྟན་ནོ་ད་དོན་དག་ཨོ་དེ་འགེབས། གསུངས་པ་ཟ་ན་ཨོ་ད་དེ་རིང་ང་དང་སློབ་ཚན་པོ་དེ་ཙམ་ཞིག་ཡིན་ཨེ་ནི་ཡིག་ག་ཙམ་བོར་ཡིན་ཨེ་ནི་ཚང་མ་ལ་ཐུགས་རྗེ་ཆེ།